ལྷན་སྐྱེས་སྐུ་ཁམས་བཟང། ཐོག་མ་དེ་ལ། ས་གནས་ནེའུ་ཡོག་དང་ནེའུ་ཇར་སིའི་གཙོ་བོར་གྱུར་བའི་འཛམ་གླིང་ཁང་གསར་ཤོས་པའི་ཆོས་གྲོགས་རྣམ་པ་ལྷན་གྱིས་ཚང་མ་ལ། སྔ་དགོང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང། ལྷན་སྐྱེས་ཚང་མ་སྐུ་ཁམས་བཟང་པོ་ཡོད་པའི་རེ་བ་དང། རང་རང་སོ་སོའི་ཆོས་དོན་གྱི་བསམ་གཏན། ཡིད་གསང་དུ་སྒྲུབ་པའི་གཏམ་སྨོན་ལམ་ཞུ་གི་ཡོད། དེ་རིང། གསལ་བསྒྲགས་ཞུ་ཡ་ལ་ད་ང་ཚོ་ས་གནས་ནེའུ་ཡོག་དང་ནེའུ་ཇར་སི། མགྲོན་ཆོག་ཚོགས་པའི་གོ་སྒྲིག་ཞུས་པའི་ད་སྒྲོལ་མ་འབུམ་ཐེར་ལོ་ཐེངས་བརྒྱད་པ་འདི་ཚོགས་ལ་ཉེ་བ་རེད། ལོ་ལྟར་ང་རང་ཚོ་སྤྱི་ཟླ་བཅུ་གཅིག་པའི་ནང་ལོ་ཚུགས་ཀྱི་ཡོད་པ་ཡིན་ཙང། ཚང་མས་ད་མཁྱེན་གསལ་ལྟར་རེད་དེ་ཡིན་ན་ཡང་ད་དྲན་གསོའི་གྱི་ཚུལ་དུ་ཞུ་ཡ་ལ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཅིག་པའི་ད་ཚེས་ཉི་ཤུ་རྩ་གསུམ་ནས་རྩ་བདུན་བར་ད་རེས་གཟའ་ལྷག་པ་ནས་རེས་གཟའ་ཉི་མའི་བར་ད་ཉི་མ་ལྔའི་རིང་ལ་ནས་འཚོགས་རྒྱུ་ཐུགས་གཏན་འཁེལ་བ་རེད། ད་སྒྲོན་པ་འབུམ་སྡེའི་འཚོ་དགོས་པའི་དམིགས་ཡུལ་འདི། འཛམ་གླིང་ཞི་བདེ་གི་ད་དེད་དཔོན། བཀའ་སློབ་ལམ་སྟོན་ཞུ་ས་གི་ད་བླ་ན་མེད་པའི་དབུ་ཁྲིད། གཅིག་བོད་བརྒྱུད་ནང་བསྟན་གྱི་ང་རང་ཚོ་ཐུན་མོང་དུ་ད་རེ་བ་བརྒྱབ་ས་ན་སྐྱབས་དང་མགོན། བོད་མི་རིགས་ཀྱི་ད་ང་རང་ཚོ་ཚེ་འདི་ཕྱི་གཉིས་ཀ་ལ་ད་ངོམས་སུ་ཆོག་པའི་བླ་ན་མེད་པའི་དབུ་ཁྲིད། སྤྱི་ལོ་ཁོང་ས་སྐྱབས་མགོན་མཆོག་དབུལ་བས་རིགས་སུ་མ་ཕྱེ་བའི་རྟགས། ཏིང་འཛིན་གྱི་སྐད་ཅིག་དམ་པ་རྣམས་དང། དུས་དང་རྣམ་པ་ཀུན་ཏུ་སྤྱིར་སངས་རྒྱས་ཀྱི་བསྟན་པ་དང་ཡང་སྒོས་རང་རང་སོ་སོའི་ཆོས་བརྒྱུད་འཛིན་མཁན་གྱི་བླ་མ་དགེ་བའི་བཤེས་གཉེན་མཁན་པོ་སློབ་དཔོན་རྣམ་པ་ཚོ་སྐུ་ཚེ་ཞབས་པའི་བསྟན་པ་ཨ་བོའི་བསྟན་པ་ཆབ་སྲིད་ཀྱི་དོན་དུ་ཨ་ནི་རང་སྲོག་བློས་བཏང་མཁན་ཨ་ད་ལྟ་གཅིག་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་གཅིག་སྐུ་ལས་སྐྱོན་དང་སྐྱོན་བཞིན་པའི་དེ་དག་གི་ད་ཚད་ལ་དོན་དུ་ཡོང་བ་ཨ་སྤྱིར་འཛམ་བུ་གླིང་ཡོངས་ལ་ད་དཀའ་ཉེན་འཕྲད་དང་འཕྲད་བཞིན་པ་རེད་ང་རང་ཚོ་ད་དཀའ་ཉེན་འཕྲད་དང་འཕྲད་བཞིན་པ་རེད་ཟེར་ནས་ང་རང་ཚོ་གཅིག། ཞུས་བསྡད་པ་ཙམ་མ་ཡིན་པར་ང་རང་ཚོ་ལ་ལྟ་སྐོར་ལས་འབྲས་བསླུ་བ་མེད་པའི་བདེན་པ་ཞུ་ཡས་དེ་ང་རང་ཚོས་ཡིད་ཆེས་གནང་གི་ཡོད་པ་ཡིན་ཙང། གཙོ་བོ་དེ། གཅིག། སངས་རྒྱས་ཐམས་ཅད་ལ་ལྟ་ཁྲི་ལས། ཉེ་རིང་མེད་པ་ཡོད་རེད་དེ། ནི། ལྟ། གཅིག། དུས་གསུམ་རྒྱལ་བ་ཀུན་གྱི་ཁྲི་ལས་མ། ལྟ་རྗེ་བཙུན་སྒྲོལ་མ་དེ། ནི། ཁྲི་ལས་མྱུར་བུ། དེ་འདྲའི་ཞིག་ཡོད་པ་ཡིན་ཙང་ནི་ང་རང་ཚོ་གཅིག་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་པས་རེད་བ། ཨ་ནི་ས་གནས་རང་ལ་ཞུ་རྟེན་སྦྱང་མཁན་རྣམ་པ་ཚོ་ཡིན་པ་ཡིན་ན་རང་རང་སོ་སོས་སུ་འདྲ་ཞིག་ཡིན་པ་ཡིན་ན་ཡང་སྟབས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་ཤ་སྟག་ཡིན་ཙང་ཨ་ནི་གནད་འགག་བར་ཆད་ཞི་བ་དང་མཐར་ཐུག་ཨ་ནི་ང་རང་ཚོ་ད་ཆོས་སྒྲུབ་པའི་ལ་དགལ་རྐྱེན་ཞི་བ་ཨ་ནི་སེམས། ང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་འདོད་པའི་ལྟ་བའི་ངོར་འགྱུར་ཐུབ་པའི་ཀྱི་ཆེད་དུ་ང་རང་ཚོ་དེ་སྒྲོལ་མ་དཔུང་སྡེ་དེ་གསོག་སྒྲུབ་ཞུས་དགོས་བའི་དམིགས་ཡུལ་དེ་དེ་འདྲས་ཀྱི་ཆགས་བསྡད་ཡོད་རེད་དེ་འདྲས་སོང་ཙང་ལོ་ལྟར་ད་འདས་པའི་ལོ་དུས་ནང་ལ་གཙོ་བོ་ས་གནས་རང་ལ་ཞུས་གདན་རྒྱག་མཁན་མི་མང་གི་ལྟ་རྒྱབ་སྐྱོར་དེ་ཙམ་དུ་མ་ཟད། འདས་པའི་ད་ལོ་ལོ་ཤས་ནས་མངའ་སྡེ་གཞན་དང་ན་རྒྱལ་ཁབ་གཞན་ནས་ཡིན་པ་ཡིན་ན་ཡང་དངོས་སུ་དེ་བཅར་མ་ཐུབ་པ་ཡིན་པ་ཡིན་ན་ཐད་གཏོང་ཐོག་ལ་མཉམ་ཞུགས་གནང་ནས་ཅིག་མང་པོ་ཅིག་དེ་འདྲ་ཅིག་དུས་ཚོད་བཏོད་ནས་མཉམ་ཞུགས་གནང་ཡོད་རེད་ད་ལོ་ཡང་དེ་དེ་བཞིན་དུ་ཡོང་བའི་སྨོན་ལམ་ཞུ་གི་ཡོད་རྣམ་པ་ཚོ་ཚང་མས་སོ་སོའི་གི་ལུས་པོ་དངོས་སུ་དེ་བཅར་ཐུབ་མིན་ལ་མ་ལྟོས་པ་ཅིག་ང་རང་ཚོ་ཅིག་གསོ་བ་བཏབ་ས་དེ་བླ་མ་རྗེ་བཙུན། སྒྲོལ་མ་ལ་གསོལ་བ་བཏབ་ཀྱི་ཡོད་པ་ཡིན་ཙང་ཨ་ནེ་གསོལ་བ་བཏབ་བའི་གི་དད་པ་ཐམས་ཅད་དེ་མཚུངས་ཀྱི་ཡོད་པ་ཡིན་ཙང་དངོས་སུ་དེ་བཅར་མ་ཐུབ་པ་ཡིན་པ་ཡིན་ན་ཡང་ཨ་ནེ་ང་རང་ཚོ་གཅིག་གོ། ཚོགས་བསགས་སྒྲིབ་སྦྱངས་ཡོན་ཡན་དེ་སྨོས་མི་དགོས་བ་རེད། དངོས་སུ་དེ་ས་གནས་རང་ལ་ཞུས་ཏེ་འཇར་ཉན་རྣམ་པ་ཡིན་པ་ཡིན་ན་ཨ་ནེ། ཆུ་ཚོད་གཅིག་ལས་མེད་ན་ཡང་ཆུ་ཚོད་ཆ་ག་ལས་མེད་ན་ཡང་སྐར་མ་བཅུ་ལས་མེད་པ་ཡིན་ན་ཡང་མཉམ་ཞུགས་གནང་ཐུབ་པ་ཡིན་པ་ཡིན་ན་རང་རང་སོ་སོའི་ནང་ལ་ཆུ་ཚོད་གཅིག་སྒྲོལ་མ་འདོན་པ་དང།

མཛད་ཡུམ་དུ་ཚོགས་ཟུར་དུ་ཕུལ་བས་ཉིན་དེའི་འགྲེལ་བཤུས་བཞག་པ་ཡིན་པ་ཡིན་ན་སྐུ་བགྲེས་པ་རྣམ་པ་ཚོ་དང། ཨ་ནི་ཡང་ཡིག་གི་ལྕགས་ལོ་ཡག་པོ་གནང་མ་ཤེས་མཁན་ཚོ་ལ་ཐུ་བས་བཟོ་རྒྱུ་རེད་བསམ་ནས་བསྡད་ཡང། ཉི་མ་གཅིག་གི་མཛད་རིམ་འདི་བཞུགས་དགོས་ཉིན་ཨ་རེ་ས་ལྷག་པའི་ཉིན་གང་སྔ་དྲོ། ཕྱག་ཚོད་བདུན་པ་ནས་བརྒྱད་པའི་བར་དུ་ང་རང་ཚོ་ནམ་རྒྱུན་ནང་བཞིན།

བཅུ་གཅིག་ནས་བཅུ་གཉིས་དང་བྱ་བ་བར་དུ་ལོ་ལྟར་ང་རང་ཚོ་ནང་པའི་ལྟ་གྲུབ་ངོ་སྤྲོད་དང་དྲི་བ་དྲིས་ལན་གྱི་ལས་རིམ་བརྒྱུད་ཡོད། དེ་ནས་ཆ་ཚོད་གཉིས་པ་ནས་ཡང་མུ་མཐུད་ནས་ང་རང་ཚོ་ལྟ་བཤད་འདོན་དབུ་འཛུགས་ཞུ་ཡས་དང་དེ་འབྲེལ་ཅན་ཆ་ཚོད་བཞི་དང་བྱ་བ་ལ་གྲོས་བསྒྲུབ་ཀྱི་ཡོད། ཉི་མ་དང་པོ་ཀྱི་མཛད་རིམ་དེ་འབྲེལ་ཅན་ཉི་མ་དང་པོ་དེ་ང་རང་ཚོ་སྒྲོལ་མ་འབུམ་སྡེས་དབུ་འཛུགས་ཞུ་དགོས་པ་ཡིན་ཙང་སྤྱི་ཚོས་སྒྲོལ་མའི་གི་དང་སྒྲོལ་མའི་མི་འབྲེལ་གཞིས་ཆོག་དེ་འབྲེལ་ཅན་ཕུལ་ཡས་དང་དེ་ནས་རེས་གཟའ་ཕུར་བུ་ནས་མུ་མཐུད་ནས་ཕ། སྒྲོལ་མ་སོགས་དྲུག་ཞུ་གི་ཡོད། སྒྲོལ་མ། གསུང་མ་བཤད་མཁན་ཧ་ལམ་ཡོད་མ་རེད་ཤེས་འདོད། གཅིག་བོད་ཡིག་སྦྱར་ལོ་སྣང་ཤེས་མཁན་ཡོད་ནས་སྣང་ཤེས་མཁན་མེད་པ་ཡིན་པ་ཡིན་ན་ཡང། སྒྲོལ་མ་འདི་ང་རང་ཚོ་གཅིག་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་རྗེ་ཆེ་ལབ་ཞུ་ན་ཡག་རེད། ད། ག་རེ་ཞུས་པ་ཡིན་ན་ཡང་ཚང་མ་ལ་གསུང་ཡ་ཡོད་རེད། སྒྲོལ་མ་རྒྱལ་བ་གསུང་མ་ཤེས་ངེས་ཡོད་པ་ཡིན་ན་སྒྲོལ་མ་འདུས་པ་གསུང་ཤེས་ངེས་རེད་སྒྲོལ་མ་འདུས་པ་གསུང་མ་ཤེས་པ་ཡིན་ན་ད་ལྟ་སྒྲོལ་མའི་གཟུགས་ངག་འདུས་པ་དེ་གསུང་ཤེས་ངེས་ཡོད་པ་ཡིན་ཙང་རྣམ་པ་ཚོ་དེ་གཅིག་གང་ན་ལ་མཉམ་ཞུགས་གནང་པ་ཙམ་གྱིས་ང་རང་ཚོ་བསོད་ནམས་དཔག་ཏུ་མེད་པ་བསགས་ཡོད་དགོས་རེད་ད་ང་རང་ཚོ་ཚེ་འདི་ལ་ད་ང་རང་ཚོ་ཚང་མ་ཡར་ཐོན་བྱེད་ཀྱི་རྒྱལ་ཁབ་ལ་སླེབས་བསྡད་ཡོད་རེད་མ་འགྲིག་པ་ཡོད་མ་རེད་དེ་ང་རང་ཚོ་ཡང་ནང་པ་ཞིག་ཡིན་པའི་ཆ་ནས་སྐྱེ་བ་སྔ་ཕྱི་ཅིག་ཁས་ལེན་གྱི་ཡོད་པ་ཡིན་ཙང་སྐྱེ་བ་འདི་ལས་སྐྱེ་བ་ཕྱི་མ་འདི། གལ་ཆེན་པོ། འོ་དེ་འདྲི་ཅིག། བརྩི་གོ་རེད། དེ་འདྲི་སོང་ཙང་ཚང་མས་ཀྱི། ཅིག། སོ་སོས་ད་བྲལ་བ་ད་ཡོད་རེད་དེ། ཨ་ནི་ད། ང་རང་ཚོ་ལོ་ལྟར་བྲལ་བ་བྲལ་བ་ད་ལྟ་བར་དུ་བྲལ་བ་གནང་ཞུས་པ་རེད། ཨ་ནི། བྲལ་བ་བྱས་པ་ལ་བརྟེན་ནས་ང་རང་ཚོ། ཅིག། སོ་སོ་ལ་གྲུབ་འབྲས་ག་ཚོད་ཚོད་ཀྱི། ཐོན་དུ། བ། སྲིད་པ་ཡིན་པ་ཡིན་ན། ཨ་ལོ་ལྟར་འདི་འདྲའི་རང་རེད།

ལྟ་ཆོས་ཆོས་ཀྱི་བྱེད་འོག་དེ་ལས་གོ་སྒྲིག་ཞུ་བའི་སྐབས་ལ་མཉམ་ཞུགས་གནང་ཐུབ་པ་ཡིན་པ་ཡིན་ན་གོ་སྤྱི་དོན་གྱི་སོ་ནམ་ཅིག་མ་འདྲ་བ་ཅིག་ཡོད་པ་དང་སོ་ནམ་འདིའི་ཐུགས་ལ་བརྟེན་ནས་ང་རང་ཚོ་དུས་དང་རྣམ་པ་ཀུན་ཏུ་ང་རང་ཚོ་ཚེ་འདི་ཕྱི་གཉིས་ཀྱི་མགོན་དང་སྐྱབས ྋགོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པ་ཞུ་ཟེར་ནས་ང་རང་ཚོ་ག་དུས་ཡིན་ན་གསོ་བ་སྨོན་ལམ་བཏབ་དགོས་རེད་བཏབ་པ་ཙམ་དུ་མ་ཟད་བརྟན་བཞུགས་ཕུལ་དགོས་རེད་བརྟན་བཞུགས་ཕུལ་བ་ཙམ་དུ་མ་ཟད་ནི་ང་རང་ཚོ་ཅིག་གར་ཤི་བོ་ར་དང་རང་རང་སོ་སོའི་ཞེ་འདོད་རྒྱལ་སྦྱོར་གནང་བའི་སྐབས་ལ་ཡང་ང་ཚོ་གངས་རི་ར་བའི་སྲུང་སྐུ་འོར་བ་དེ་ལས་ལྷག་པའང་རང་ཚོ་འདུ་འཛོམས་བྱས་ནས་སྤྱི་དོན་གྱི་བསོད་ནམས་ས་ཡ་དང་བླ་མེད་ཀྱི་བཀའ་བཞིན་སྒྲུབ་པའི་མཆོད་པ་དེ་གཙོ་བོ་དེ་བླ་མེད་ཀྱི་བཀའ་སྒྲུབ་པའི་དེ་ཡིན་ཙང་ནི་ང་རང་ཚོ་གཅིག་ནང་ཆོས་བགྲོ་གླེང་ཞུ་ཡས་དང་རྣམ་པ་ཚོ་སོ་སོའི་ཀྱི་དྲི་བ་དྲིས་ལན་བཏང་མ་ཐུབ་པ་ཡིན་པ་ཡིན་ན་ཡང་གསན་ནས་མ་ཅིག། བག་ཆགས་ཅིག་བཞག་ཐུབ་པ་ཡིན་ན་འདི་བག་ཆགས་དེའི་རྟགས་ང་རང་ཚོ་སྐྱེ་བ་ཕྱི་མ་ཁྱེད་ཅིག། རྟགས། ཁར་ཤི་འོ་ར་ད། ཅིག། ཡོད་ན་མེད་ན་ཅིག་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་ཚང་མས་ཀྱི། དེ་འདྲ་ཅིག་ཐུགས་ལ་འཇགས་པ་བཞག་ནས་ནི། རེ་གཟའ་ལྷག་པ་ནས་རེ་གཟའ་ཉི་མའི་བར་དུ་གང་ཐུབ་བྱ་འདོད་མཉམ་ཞུགས་གནང་རོགས་གནང་ཚེ་ནི་ཞུ་གི་ཡོད། ནི། མཛད་རིམ་ཟུར་དུ་ཕུལ་གྱི་ཡོད་པ་ཡིན་ཙང་ནི་གལ་སྲིད་རྣམ་པ་ཚོ་ཐུགས་དོགས་ཆུང་བ་དང་དེ་འདྲ་ཡོད་པ་ཡིན་ན།